དྲ་གྲོགས་གླིང་རྒྱལ་ཁམས་སང་བོད་སྐད་ཀྱི་ལམ་ནས་དབྱིན་ཇི་སྤྱོང་ཐབས་བྱས་པའི་ལེ་ཚན་ཉེར་བདུན་པ་འདི་ནང་ལ་ཡང་དེ་རིང་གླིང་རྒྱལ་ལ་ཡང་དབྱིན་ཇི་སློབ་ཚན་གཅིག་ངས་གྲ་སྒྲིག་ཞུས་ཡོད་དེ་རིང་གི་ངས་གླིང་རྒྱལ་ལ་ངོ་སྤྲོད་ཞོལ་གྱི་སློབ་ཚན་དེ། Noun འམ་མིང་ཚིག་འདུག་ཟིན་མིང་ཚིག་དེ་ལ་ཡང Singular འམ་གཅིག་ཚིག་དང Plural

Plural སྐོར་ལ་ངོ་སྤྲོད་ཞུ་ཉན་ལ་ཡ། Tics ངའི་ལྷན་སྐད་ལ་ཡ། མིང་ཚིག་ལ་ནི་ག་འདྲའི་ཅིག་ལ་གཟིགས་ཡོད་མེད་འདི་དོགས་འདོད་ཞིག་ངོ་སྤྲོད་ཞུ་གི་ཡིན། དཔེར་ན་དབྱིན་སྐད་ཐོག་ནས Nouns འདི་ཟིན་པ་ལ་ཡ་མིང་ཚིག་ཟེར་གོ་ར་མིང་ཚིག་དེ་ནི People ཡིན་ཆོག་གི་རེད་ལ་དག་ནང་བཞིན་གྱི Place འམ་ས་ཆ་ཡིན་ཆོག་གི་རེད་དག་ནང་བཞིན་གྱི Things འམ་དངོས་པོ་ཡིན་ཆོག་གི་རེད་དེ་འདུས་ཟིན་པ་ལ་མིང་ཚིག་ཟེར་འདུས་ཟིན་པ་ལ་ཡ People འམ་མི་སྣ་ཡིན་ནའི་ལས་མིང་ཚིག་རེད་ལ་དག་ནང་བཞིན Place འམ་ས་ཆ་ཡིན་ནའི་ལས་མིང་ཚིག་རེད་དག་ནང་བཞིན་གྱི Things འམ་དངོས་པོ་ཡིན་ནའི་ལས་མིང་ཚིག་རེད་ཟེར་གི་རེད།

ཨ་ཁུའམ་ཨ་ཞང་ཟེར་རོ། དེའི་གངས་ཀ་ལོག་ནི་མིང་ཚིག་རེད་གཟུགས་རེད་དོན་དུ། ནི་ཕུད་པལ་ཟེར་དུས་གསུམ་པ་ལ་ནི་ཁོང་ཚོ་ཚང་མ་ལོག་ཕུད་པ་ལ་མི་ཡིན་པ་སོང་ཙང་ནི་གངས་ཀ་ལོག་ནི་མིང་ཚིག་རེད་གཟུགས་རེད། གཉིས་པ་དེ place དང་ཡིན་གྱི་ནི་མིང་ཚིག་ག་འདྲས་རེད་ཞུས་པ་ཡིན་ན་དཔེར་ན school།

ཨ་ནི་ད་ནང་ཞིག་གི things འམ་དངོས་པོ་སྟོན་མཁན་གྱི་མིང་ཚིག་ག་རེ་ཞུས་པ་ན flowers ཟེར་དུས་གསུམ་པ་ལ་མེ་ཏོག་དང rainbow ཟེར་དུས་གསུམ་པ་ལ་ཡང་འཇའ་ཚོན sun ཟེར་དུས་གསུམ་པ་ལ་ཉིང་མ་ཟེར་བ་དོན་དུ་དེའི་གང་ག་ལོག་ཏུ་ཟད things འམ་དངོས་པོ་སྟོན་པའི་མིང་ཚིག་རེད་དོན་དུ་མིང་ཚིག་དེ་ལ་ཡ་དུས་ཟད་ན་ག་ཡུན་གསུམ་ཟད་དུ་ཕྱེད་ནང་གི་དོག་སོང་ཙང་དེ་གང་ག་ལོག་ནི་མིང་ཚིག་རེད་ལ་ན་མིང་ཚིག་རེད་ཟེར་བ་རེད་ད་གཤམ་ལ་ངས་མིང་ཚིག་དེ་གའི་དེ་ནི་གཅིག་ཚིག་དང་ཨ་ནི་མང་ཚིག་ག་འདྲས

ཡི་གེ་ཐ་མ་དེ་ཨེས་རེད་འདུག་སོང་ཙང་བཱས་མང་པོའམ་གཅིག་ལས་མང་བ་ཡོད་པ་ཡིན་ན་བཱསིས་བྱེད་བྱས་ནས་འདུག་ས་ཨི་ཨེས་བྱ་གནང་དགོས་རེད་ཨི་ཨེས་བྱ་བ་ཡིན་ན་གཞི་ནས་ནི་དེ་བཱས་ལ་ནི་གླང་ཁོག་འདུག་མང་བོ་ལ་ཡ་འདུག་བཱསིས་བྱེད་ཀྱི་འཇུག་རེད་དེ་ནང་བཞིན་གྱི་སྦོག་ཟེར་དུས་ཟིན་པ་ལ་ཡ་སྒམ་ཟེར་དགོས་ར་སྦོག་གཅིག་ཡོད་པ་ཡིན་ན་སྦོག་སང་བྲིས་བྱས་གཅིག་ལས་མང་བ་ཡོད་པ་ཡིན་ན་བཱོག་སིས་བྱེད་ཅེས་བྲིས་གནང་དགོས་རེད་ཨེས་ཀྱི་ཞུ་སྒོ་ལ་ཡང་བརྒྱ

ES། དུ་བྱ་གནང་བ་རེད། དེ་འདི་བྱ་བ་ཡིན་ན་ཨེ་ནི་ཆུ་ཚོད་གཅིག་ལས་མང་བ་ཡོད་པས་ན་ཨེ་ནི་འོ་ཅིས་བྱེད་ཀྱི་འོང་འདུག་ད་ཆ་གི་རེད་ཟེར་བ་རེད། ཨན་ད་ནང་བཞིན་གྱི། སྒྲིག་གཞི་གཉིས་པ་ག་རེ་ཞུས་པས་ན་སྒྲིག་གཞི་གཉིས་པ་དེ་ལ་ཡ་ཨེ་ནི་མིང་གི་ཐ་ལ་ཝའི་ཡོད་པས་ན་ཨེ་ནི་མང་ཚིག་སུ་དུས་ཟིན་པ་ལ་ཝའི་སུབ་བྱས་ཨེ་ནི་དེའི་ཚབ་ལ་ཡ IES དུ་བྱ་གནང་བ་རེད་དཔེ་མཚོན་ཞུས་པས་ན། ལས་རིགས་སུ་དུས་གསུམ་པ་ལ་ཡང་བུ་མོ་ཟིག་ར་ཨེ་ནི་ལས་རིགས་ཀྱི་ཡི་གེ་ཐ་མ་དེ་ག་རེ་ཞུས་པ་ན་བ་ཡིན་པ་སོང་ཙང་ཨེ་ནི་བུ་མོ་གཅིག་ལས་མང་བ་ཡོད་ན་ཨེ་ནི་དེ་ལ་ཡང་ལས་རིགས་ཞེས་བྱེད་ཟེར་བ་རེད་ཨེ་ནི་ལས་རིགས་སུ་དུས་གསུམ་པ་ལ་ཡང་མང་ཚིག་དེ་ལ་ཡང་བ་ཡི་དེ་བ་སུབ་བྱས་དེ་གི་ཚབ་ལ་ཡང IES དུ་སྦྱར་ན་འགོ་རེད་དེ་འདྲ་སྦྱར་བ་ཡིན་ན་ཨེ་ནི་བུ་མོ་བུ་མོ་གི་མང་ཚིག་དེ་ལ་ཡང་དུས་ལས་རིགས་ཞེས་བྱེད་འོང་དུས་ད།

ཙམ་གྱིས་བྱ་བ་ཡིན་ན་ཨེ་ནས་ཡིན་དུས་སུ་མང་ཚིག་བསྟན་གི་རེད། དེ་དུས་སུ་མ་ལ་བ་ཡི་ཡོད་པ་ཡིན་ན་ཨེ་ནས་མཐའ་གཅིག་ཏུ་དུས་སུ་ག་དུས་ནས་ལས་དེ་གི་མང་ཚིག་ལ་ཡ་ཨ་ཡི་ཨེས་དུས་སུ་བྱ་གནང་དགོས་རེད་ལ་ན་དེ་ཉེས་པ་ཡོད་མ་རེད། སྒྲིག་གཞི་གསུམ་པོ་ཧ་རེ་ཞུས་པ་ཡིན་ན་གལ་སྲིད་མིང་གི་མཐའ་ལ་ཨེཕ་དང་ཨེཕ་ཨི་ཡོད་པ་ཡིན་ན་དེ་གི་མང་ཚིག་ལ་ཡ་བྷི་ཨི་ཨེས་བྱེད་བྱུང་དུས་སུ་བྱ་གནང་དགོས་རེད། དཔེར་ན། བྷའི་ཟེར་དུས་སུ་མ་ལ་ཡ་ཆུང་མའམ་མཁལ་མའི་ལ་ཡ་བྷའི་ཟེར།

དུ་མང་ཚིག་གི་ཁྱབ་པ་ཡོང་འདུག་ཟེར། ཨན་ད་ནང་བཞིན་གྱི་ད་ཨེཕ་ཡོད་པས་ན་ཨན་ག་དུས་ཡིན་ནའི་ལས་ད་གཟུགས་བསྒྱུར་གྱི་རེད་བས་ཇི་ཇི་ལགས་བས་ན་དེ་གྱོད་གྱོད་ཀྱི་ཉེས་པ་ཡོད་མ་རེད། དཔེར་ན་ང་ཚོ་རུབ་ཡོད་ར་རུབ་ལབ་ན་ཁང་ཐོག་ཟིག་ར་རུབ་ཟེར་དུས་སེམས་པ་ལ་ཡ་རུབ་ཀྱི་ཨན་མིང་གི་མཐའ་མ་དེ་ལ་ཡ་ཨན་ཡི་གེ་ཨེཕ་ཡོད་དེ་ཡིན་ནའི་ལས་རུབ་ཀྱི་མང་ཚིག་དེ་ལ་ཡ་དུས་ཟ།

གཅིག་ཚིག་རེས་ཆེ་ཆུང་དུ་ཟེར། དེ་ཡི་ནི་དུ་ས་པའི་ཚུལ་འདི་དེ་འདྲས་ཟིན། ཐ་ཇུས་འདི་མིང་གི་མཐའ་མ་ལ་ཨོ་ཡོད་པ་ཡིན་ན་ག་དུས་ནས་ལས་ཨི་ཨེས་བྱ་དགོས་རེ་བའི་ཆེད་ཀྱི་དྲི་བ་སླེ་བ་ཡིན་ན་འདི་ཉེས་པ་ཡོད་མ་རེད། དཔེར་ན photo ཟེར་དུས་སམ་པ་ལ་ཡ་འདྲ་བ་ཟིག་ར་འདྲ་བ་གཅིག་ཡོད་པ་ཡིན་ན photo ཆེ་འདྲ་བ་གཅིག་ལས་མང་བ་དེ་འདྲ་ཡོད་པ་ཡིན་ན photos ཆེ་ཆེ་ཨེས་གཅིག་པུ་སྦྱར་ནས་འགྲིག་རེད་མང་ཚིག་ལ་ཡིན་གཅིག་ག་ནི་ཨོ་ཡོད་པ་ཡིན་ན་ག་དུས་ཡིན་ནས་ལས་ཨི་ཨེས་རང་བྱ་དགོས་ཉེས་པ་ཡོད་མ་རེད།

རང་འཇགས་བྱས། གཅིག་ལས་མང་བ་ཡོད་པ་ཡིན་ན་ཡང་འགྱ། མིང་གི་མཐའ་ལ་ཨོ་ཡོད་རྟེ་ཡི་ནས་ལས་ཨི་ཨེས་མ་འཇགས་བྱས་དེ་གི་ཚབ་ལ་ཡ་ཨེས་རྐྱང་པ་འཇགས་ནས་ལས་དྲི་གི་རེད་སུ་རེད། ད་དེ་ཞུའོ་སྒྲིག་གཞི་ལྔ་པ་སྒྲིག་གཞི་ལྔ་པ་ག་རེད་བྱས་པ་ཡིན་ན། དབྱངས་ཙམ་བརྒྱུད་པ་ཟིག་དང་དབྱངས་བརྒྱུད་སྟངས་ག་འདྲི་རེད་ཞེས་པ་ཡིན་ན། དཔེར་ན་སྐྱེས་པ་ཟེར་དུས་སམ་ལ་ཡ་མན་ཟིག་ར། བུ་གཅིག་སྐྱེས་པ་གཅིག་ཡོད་པ་ཡིན་ན་མན་ཆེ། ཨན་གཅིག་ལས་མང་བ་ཡོད་པ་ཡིན་ན། མན་ཆེ་བྱས་དུས། དབྱངས། དབྱངས་ཨེ་དེ་དབྱངས་ཨི་ལ་ཡག་ཏུ་བསྒྱུར་བ་རེད། དེའི་སྐབས་སུ་ནི་ཨེས་བྱ་དགོས་ཡོད་མེད་དེའི་ཁྱད་པར་ཡོད་མ་རེད་སྐབས་དེ་ལ་ཡང་དབྱངས་དེ་དུས་སུ་བསྒྱུར་འགྲོ་གི་རེད་མན་ཚེ་དུས་གསུམ་པ་ལ་དབྱངས་ཨེ་དང་མན་ཚེ་དུས་གསུམ་པ་ལ་ཡང་དབྱངས་ཨི་དུ་ཆགས་པ་རེད་དོན་དུ་དེ་ནི་དབྱངས་ཙམ་བསྒྱུར་བ་རེད་མ་གཏོགས་གཞན་གས་བསྒྱུར་བ་མ་རེད་དེ་ནང་བཞིན་གྱི་འུ་མན་ཚེ་དུས་གསུམ་པ་ལ་ཡང་དུས་བུད་མེད་ཟིག་ར་ཡིན་ནའི་ལས་བུད་མེད་གཅིག་ལས་མང་བ་ཡོད་པ་ཡིན་ན

ཨི་གཉིས་ལ་ཡང་དུས་སུ་གྱུར་པ་རེད། དེ་འདྲའི་ཟམ་པ་ནི། གཅིག་ལ་ཡང་ཧྥུར་བྱེད་རྐང་པ་གཉིས་ཡོད་པ་ཡིན་ན་ནི་ཧྥིར་བྱེད་ཀྱང་དུས་སུ་རེད། ད་དུས་སུ་བྱེད་ཀྱི་ནི་མ་ཚིག་དང་གཅིག་ཚིག་དེ་དེ་འདྲས་བྱེད་ཀྱི་རེད་ཞེས་ཞུས་ཡིན། གླིང་སྐྱིད་ཀྱིས་སེམས་གསལ་གནང་བ་དེ་ལ་ཡང་སྙིང་ཐག་པ་ནས་ཐུགས་ཆེ་གནང་ཞེས་ཞུས་ཡིན། ལ་སེ་བཀའ་དྲིན་ཆེའོ།